ཏེ་ཁོང་མགུར་གྱི་མུ་ཆིག་གི་ལུང་བསྟན་དེ་མི་ཡིན་ལོ་གཏེར་སྟོན་ངོ་མ་མེད་ལོ་ཟེར་ཡི་གེ་རྣམ་བཞག་གཏེར་རྫུན་མ་ཡིན་ལོ་དེ་དྲང་ནི་བས་འདུས་ཀྱི་སྤྲུལ་པ་ཡིན་ལོ་ཟེར་མི་དྲང་ནི་འདི་སུ་གིས་བེ་རུས་པའི་འདུས་པའི་སྲི་ཆོད་རེད་སོ་མེད་ནམ་ཅིག་གི་ཚེ་ང་ཆར་བྱང་ཆུབ་སེམས་དཔའ་དེ་སུ་ལོ་བཟང་འདྲེ་བེ་མ་སུ་རུ་ངན་འདྲེ་བེ་ཨོ་ཟེར་བཟང་འདྲེ་འཁོར་བ་ཐ་ཆད་དང། ཆུ་ལོ་བཟང་འདྲེ་སྡིག་གིས་འཆི་གི་དང་ངན་འདྲེ་འཁོར་བ་ཐ་ཆད་སེམས་མི་དེ་ཨི་མ་བ་ཨ་ནི་བས་བེ་ནི་འདི་གིས

ད་ང་ཕྱི་ར་བྱང་ཆུ་སེམས་དཔའ་དེ་སུ་ལུ། དེ་བཟང་འདྲེ་བེ་མ་སུ་བེ་བོ་ལ་ངན་འདྲེ་ཅིན་རུ་བེ་བོ་སི་མི་དེ་ནོ་སོ་ཐང་དེ་བེ་དོ་འུ་འགའི་མི་ཤི་ད་མི་ཡི་གོང་མ་གོང་ཤི་ང་ཆ་ཡི་མི་ཤི་བ་བ། ཧེ་མ་ཆོས་རྗེའི་སྒྲུབ་པ་ཀི་ནེ་ཀི་སུ་མི་ལུག་ཅུ་ཡོ་བ་དེ། ཨ་ནེ་རྗེ་བཙུན་མི་ལ་དེ་ཞལ་བཞུགས་པི་སྐབས་ལུ། ང། མི་བ་ཚ་ཁ་མ་ཚུད་ཡོད་སེ། ང་ཡོད་བྲོ་ཆུ་བེ་བ་ཤ་ཨ་ནེ་རྗེ་བཙུན་མི་ལ་དེ་ཀི་དེ་དེ་ལས་ཕྱེད་འུ་ཐུག་གི་ཐལ་བུ་པར་གང་སྟོང་ནི། གསུམ་མི་གསལ་བ་བ་དེ་ང་བློ་འགྱོད་ཤོར་ར་ནི། རྗེ་བཙུན་མི་ལ་ཞལ་བཞུགས་པའི་སྐབས་སུ་ང་མ་སྐྱིད། ང་སྐྱིད་ཁྱོད་དགྲ་བོ་ཅི་བས་བ་ཞེས་ང་རྗེ་བཙུན་མི་ལ་གི་སྡོང་མགོ་ལ་ཐལ་བུ་པར་གང་བཀྲམ་ནི་མ། ང་ནི་རྟགས་མ་སུ་བའི་འགྱོད་པ་ཆུད། དོན་དག་སྦོམ་སྨྲ་བ་དེ། ད་རྗེ་བཙུན་མི་ལ་རྟགས་བས་ཀྱི། དེ་ལྟ་སྲིད་པ་ཐ་མ་བས་ཀྱི་བྱང་ཆུབ་སེམས་དཔའ་དེ་སུ་དང་ཅི་ག། བཟང་འབྲས་དེ་ལོ་ངན་འབྲས་ཅི་ར་བས་ད་རི་བས་སུ་ཅི་དྲུ་ར། དེའི་གི་འཁོར་བ་མཐའ་ཅི་འཇོ་བོ་ཨིན་སེམས་མི་འདི་མི་ཨ་ནི་བས་ནི་དེ་གི། ད་ཐུགས་རྗེའི་མི་དོར་འབྲས་སེ་དོན་དག་བདེན་པ། འབྲས་སེ་སེམས་འདི་བཟང་འདྲའི་འོང་ངན་འདྲའི་འོང། ཨ་ནེ་བོ་དང་འབྲས་སེ་དོན་མཐུན་གྱི་སྐལ་བཟང་མྱུར་དུ་ཐོབ་པ་སྟེ་སྐྱབས་རྗེ་རིན་པོ་ཆེ་ཁོ་རེ་གི་ཁ་ཐུག་ལས་དེ་སུ་ལ་སྨོན་ལམ་བཏབ་ཀྱི་སེ་གསུམ་ཡིན་པས་ཨི་མ། མ་བ་དེ་གཉིས་བརྗེས་ཏེ་སྨོ། ཨིན་རོའི་ཏེ་ད། ཏེ་བྱང་ཆུབ་སེམས་དཔའ་འདི་སུ་ལུ་ཏེ་བཟང་འདྲའི་སྦེད་མ་སུ་བིའོ་ལ་ངན་འདྲའི་ཕྱིན་མེད་ཅི་ལས་བེ་བ་ཞིག་དེ་ཏེ་རོའི་ཐབས་ཤེས་གནས་སྐབས་ལས་བྱིན་ཕྱིན་ཡིན་པས། བདག་ཅག་ཁྱེད་ཀྱི་རྗེས་སུ་འཇུག་པ་ཀུན་བླ་མེད་བྱིན་རླབས་གཉིས་ལ་ཞུགས་པའི་མཐུས།

དེ་དང་གཉིས་ལུགས་ཞུ་བིས་ཀྱི་ཐུགས་ལས་ཏིང་འདུས་ཀྱི་སྐྱིལ་ཀྲུང་རྨོངས་པའི་སེམས་ང་ཆ་ལྟ་བུ་སྣ་བུག་དེ་རང་གི་སེམས་ཉིད་ཀྱི་ངོ་བོ་མ་མཐོང་བ་གནས་ལུགས་ཀྱི་རང་ཞལ་མ་འབྱེད་བ་སྐྱིལ་ཀྲུང་རྨོངས་ཏིང་འདུས་པའི་བློ་ཡི་མུན་པ་དེ་སུ་བཞིའི་ནུས་བིས་ཀྱི་དེ་ལྟ་བླ་མ་ཆོས་ར་ལྟ་བུ་དེ་རང་གནས་ཀྱི་ཡེ་ཤེས་ངོ་ཤེས་དེ་གུས་པས་དེ་ཡེ་ཤེས་ཉི་མ་ཁོང་ནས་ཤར་བར་ཤོག་ཅིག། དག་དེ་ལས་བླ་མ་དེ་རྗེ་ཁྲི་ཡེ་ཤེས་རྡོ་རྗེ་གུ་རུ་རིན་པོ་ཆེ་དང་དབྱེ་བ་མེད་པ་ཡི་དམ་འདི་རྡོ་རྗེ་ཕུར་པ་ཡི་དམ་རྡོ་རྗེའི་གཞོན་ནུའི་ཐུགས་ཀྱི་བྱིན་རླབས་ནི་ཐུགས་ལས་ཏིང་འདུས་ཀྱི་དཔལ་དེ། བདག་བྱིན་གཉིས་སུ་འཛིན་པ་རུ་ཏྲའི་སྲོག་ཟད། དང། བདག་གཞན་གཉིས་སུ་འཛིན་པ་གཙོ་བོ་དེ་ང་ཚེར་ད་དུ་ན་ལྷ་ཁྲོ་བོ་འདི་སུ་གིས་དེ་ལས་དེ་བསད་གཏུབ་གཅད་འབད་མི་འདི་སུ་ག་ཅི་མོ། དེ་ལྟ། དཔལ་ཆེན་རྡོ་རྗེ་གཞོན་ནུ་གསུམ་གཅིག་པའི་ས་བཅད་རུ་དྲག་པོ་ཕྲིན་ལས་ཀྱི་མངོན་སྤྱོད་ཀྱི་སྒོ་ནས་དེ་སེམས་ཅན་མ་རུངས་པ་འདི་སུ་དེ་འདྲེན་མི་དེ་ཁོང་གཉིས་ཅི་མེད་པར་འདྲེའུ་མི་མེད་གཉིས་ཅི་འདྲེ་ཡི་དམ་ཚིག་ནི་གསལ་བྱེད་བསྣན་པ་མ་ཡིན་ཏེ་ཕུང་པོ་རྡོ་རྗེའི་གཏམ་ཆེན་ནི་རྣམ་པར་བཤད་པ་རྡོ་རྗེ་སྒོམ་སེའི་སྐབས་དུ་ལོ། དང། ཡི་དམ་རྡོ་རྗེ་ཕུར་བུ་གྱི་སྟེ་བདུད་བོ་མ་ཁྲ་རུ་ཁྲ་འདི་སུ་འདྲེ་ཡིན་གྱི་གནས་སྐབས་ནི་ལོ་ཁོང། དེ་ལྟ་བདུད་པོ་མ་ཏྲ་རོ་ཏྲ་ལུ་མ་རམ་པ་ཞེ་སྡང་གིས་ཀུན་ནས་བསླངས་ཏེ་མི་དམན་པ། ཐུགས་མཉེས་བྱེད་ཀྱིས་ཀུན་ནས་བསླངས་ཏེ་དེ་ལྟ་བུའི་སེམས་ཅན་འདི་སུ། སྙན་དབང་སྣང་མེད་ཀྱི་སྡུག་བསྔལ་ལ་ཡང་ཅང།